ལ་ནི་དག་སྣང་ཞེས་བཏགས་དེ་ལ་ཡང་མི་རྟོག་པ་ཡིན་པའི་ཕྱིར་ལ་ནི་གོ་བྱེད་དུ་དུས་གསུངས་ཙང་འདིའི་གི་སྒྲུབ་གཞིའི་ཕྱིའི་དང། རྟགས་ནི་ཐ་དད་མེད་པ་ཡིན་ཙང་གཅིག་པ་ཡིན་ཙང་ནི་མ་གྲུབ་པའི་གཏན་ཚིགས་ཆགས་རེད། ཞག་གཅིག་གྲུབ་པ་ལ་ནི་དེའི་ཐ་དད་གོ་རེ་ན་འདི་ཐ་དད་མེད་པ་ཡིན་ཙང་ཞག་གཅིག་གྲུབ་ཀྱི་མ་རེད་ཅེས་ནི་ད་དེ།

ད་དེའི་དང་པོ་དེ་ག་རེ་རེད་ལ་ན་སྔ་མགུར་ལ་དེ་དེ་མ་གྲུབ་པ་ད་སྔ་མགུར་ལ་དེ་གང་ན་ཕ་གྲོལ་བར་འགུགས་ངེས་ཨོ་ཕ་རིག་ལམ་བཏང་ངེས་དང་པོ་འགྱུར་བ་དེ་ཕ་བཏང་ངེས་ཀྱི་ཨ་ནི་གང་ཟག་དེ་ལ་དེ་ནི་ཡང་མ་གྲུབ་པ་དེ་འདྲི་ཡོང་གི་རེད་གཉིས་པ་དེ་ག་རེ་རེད་ལ་ན་ཞུ་མགུར་ལ་དེ་དེ་མ་གྲུབ་པ།

འགྲོ་མ་ཐུབ་པ་འོ་ད་དེ་འདྲི་ཡོང་གི་རེད་དེ་ཡོང་སྟངས་ག་འདྲི་ཟེར་རེད་ལབ་ན་བུ་གི། འགྲོ་བ་ཀོ་ཟད་དེ་ཁོ་རང་ཚོ་ཁོ་རང་ཚོ་ལ་ཡང་ཅིག་གྲུབ་མཐའ་དང་ཁོ་རང་གི་རྒྱུ་མཚན་བསམ་བློ་བཏང་དང་ཅིག་ཅིག། ཡང་འགྲོ་བ་གོ་ངེས་དེ་ལ་ཁོ་རང་ཁོ་རང་གི་གྲུབ་མཐའ་དང་བསམ་བློ་བཏང་དང་ཅིག་ཡོད་པ་ཡིན་ཙང་འོ་ད་དེ་ཚོ་གི་ཁས་ལེན་དང་བསམ་ཚུལ་མ་འདྲ་བ་གི་དབང་གིས་ཡང་འགྲོ་བ་ཀོ་ཟད་གི་ངོ་ལ་ཡང་ཅིག་མ་འགྲིབ་པ་ཆགས་དེ་འོ་ད་དེ་འདྲི་ཡོང་གི་རེད་ད་འདི་ང་ཚོ་རིམ་པས་རིམ་པས་མཚན་གཞི་གི་སྒང་ནས་གསལ་བོ་ཆགས་ཡོང་གི་རེད། དུས་གསལ་ཡིན་ཙང་ད་དཔེ་ཅིག་བཞག་ན། དང་པོ། ད་སྒོར་བ་ང་དགུ་ལ་ཐིག་དེ་མ་གྲུབ་པའི་གཏན་ཚིགས། ད་ང་དགུར་སྤྲོ་བ་གུ་ངེས་ལ་དུས་ནས་ནི་མ་གྲུབ་པ་ལ་ཡ་དེ་ག་འགྲིག་ཅིག་ཆགས་པ་རེད་ལབ་ན་དཔེ་ཅིག་བཞག་ན། བྱིས་པ་ཚད་མས་མ་ངེས་པའི་གང་ཟག་ཅིག་གིས་ད་ང་ཚོ་བྱིས་པ་ལ་དེ་ག་ན་སྒྲ་ཇི་བཤད་མ་ཐག་དེ་བྱིས་པ་ཡིན་པའི་ཕྱིར་རྒྱུ་དང་རྐྱེན་ལ་བརྟེན་ནས་འབྱུང་འཇུག་ཅིག་ལ་བྱིས་པ་ལ་གི་བ་བྱུས་དང་བྱས་མི་བྱིས་པ་ད་ཡིན་ན་ཡང་བྱིས་པ་དེ་ལོ་ཚད་མའམ་ངེས་ཚད་མས་ཧ་མ་གོ་ངེས་གང་ཟག་ཅིག་གིས

དེ་རེད། ད་འདི་ཡང་གཅིག་ཅིག་ཞུ་བ་ཡིན་ན། ད་ང་དགུར་ལ་དེ་དེ་མ་གྲུབ་པ་དེ་ག་འགྲིག་ཅིག་ཆགས་འགྲོ་གི་རེད་ལ་ན་དཔེ་ཆགས་བཞག་བ་ཡིན་ན། སྐྱིད་པ་ཚད་མེད་མ་ངེས་པའི་གང་ཟག་ཅིག་གིས་ལ་དེ་གང་ལ་དཔེ་ཆགས་ཟེར་ན་སྐྱིད་པ་ལ་ན་ག་འགྲིག་ཅིག་ཡིན་པ་བརྩེ་བ་ཉིད་ནས་ཧ་མི་གོ་ངེས་ཀྱི་མི་ཅིག་གིས། ཨ་ནི་མི་གཞན་པ་ཅིག་ལ་སྒྲ་དེ་མི་རྟོགས་པ་རེད་རྒྱུ་མཚན་ག་ཅིག་ལ་ན།

དུས་ཟིན་ཚེ་དེ་འདྲིས་ཀྱི་མི་གཅིག་གིས་ནི་སྦྱོར་བ་བསྐུར་བའི་ཚེ། ད་བགྱིས་པ་དེ་ག་རེ་རེད་ལ་ནི་བགྱིས་པ་སྦྱོར་བ་དེས་ང་བསྐུར་ལ་དེ་དེ་མ་སྤྲོད་པའི་གཏན་ཚིགས་ཡིན་ཏེ། ད་བགྱིས་པ་དེ་སྦྱོར་བ་དེ་གིས་ང་བསྐུར་སྦྱོར་བ་བསྐུར་ངེས་ཁོ་རང་ལ་དེ་དེ་མ་སྤྲོད་པར་ཆགས་འགྲོ་བ་རེད་རྒྱུ་མཚན་ག་རེ་ཞིག་ལས་ན། སྦྱོར་བ་འགུགས་མཁན་དེ་སྐྱིད་པ་ཚད་མས་མ་གྲུབ་པའི་ཕྱིར། སྦྱོར་བ་ཕག་གོ་ངེས་དེ་སྐྱིད་པ་ལ་ན་ག་འདྲས་ཅིག་ཡིན་པ། ག་འདྲས་ཅིག་ལ་སྐྱིད་པ་ལ་གི་ཡོད་ཁོ་རང་གི་ཧ་གོ་གི་མེད་པ་ཡིན་ཙང་མ་གྲུབ་པ་ཆགས་འགྲོ་གི་རེད་ལ་ནི་འོ་ད་དུ་གསུང་གི་ཡོད་རེད། ད། གསལ་བོ་ཆགས་ཡོད་རེད་པ་ཡོད། ད་དེའི་གསལ་བོ་ཆེ་བ་ཡིན་ན་ཨ་ནི། གཞན་པ་དེ་ཚོའི་ལས་ལ་འོ་རེ་ལྟ་བུ་འགྲོ་དང་གཅིག་པ་འགྲོ་གཅིག་རེད། ད་གཉིས་པ་ཞི་གུར་ལ་དེ་དེ་མ་གྲུབ་པའི་གཏན་ཚིགས། ད་ཞི་གུར་ལ་དེ་གང་ན་ཕུག་གི་འགྱུར་བ་གོ་ས། འོང་དེ་ལ་དེ་ནི་ཡང་མ་གྲུབ་པ་ཆགས་འགྲོ་བས་དེ་འདྲི་ཡོད་རེད་དེ་ག་འདྲི་གཅིག་རེད་ལ་ན། དཔེ་ཆ་བཞག་ན། བར་ན། ང་དགུ་གཅེར་བུ་བའི་ཆོས་གོས་བསང་བགྱིས་པ་ལ་ད་འདི་ག་རེ་རེད་ལ་ན། ང་དགུར་བ་ལ་འདི་ག་ལ་གྲོལ་བ་གོ་ངེས་ཏེ་གཅེར་བུ་བ་ང་ཚོ་རྒྱ་གར་ལ་ཁྱི་ལིག་ཅིག་འདུག་ཨ། གཅེར་བུ་བ་ལ་འདི་ག་ལ་ཨ་ནི་ཅིག་ལིག་ལ་དཀོན་པ་དེ་འདྲས་མ་དཀོན་དུ་འགྲོ་དེ་ནི་ཁྱི་ལིག་ཅིག་འདུག་ཨ་འོ་དེ་གི་ཁྱི་ལིག་དེ་གི་མིང་ལ་ཁྱི་ལིག་ད་གཅེར་བུ་བའི་ཁྱི་ལིག་ལ་ནི་འོང་དེ་རེད་ད་དེ་གཅེར་བུ་ཡང་གོ་རང་ཚོ་གོ་རང་ཚོ་ལ་ཁྱི་ལིག

ད་འགྱུར་བ་དེ་ག་རེ་རེད་ལབ་ན་འགྱུར་བ་འདི་ཞི་རྒོལ་ལ་དེ་དེ་མ་གྲུབ་པའི་གཏན་ཚིགས་ཡིན་གྱི་ད་འདི་ཞི་རྒོལ་འགྱུར་བ་ཀོ་ས་དེ་ལ་དེ་ནི་མ་གྲུབ་པ་ཆགས་འགྲོ་གི་རེད་རྒྱུ་མཚན་ག་རེ་གྱིས་ལབ་ན་ཞི་རྒོལ་དེ་སུ་ཡིན་པ་ཟངས་སྐྱི་བ་ཡིན་པ་ནང་པ་བ་ཡིན་པ་ད་ནང་པ་ཟངས་སྐྱི་བ་དེ་གི་ཤིང་ལ་འཆི་བུས་བཏོན་ཚེ་མི་མ་གྲུབ་པའི་ཕྱིར། ནང་པ་སངས་རྒྱས་དབང་པོའི་ཞིང་ལ་འཆི་བ་དང་ཤི་བ་ལས་དེ་འདྲི་གི། གཅིག་རྩ་བ་ཉིད་ནས་ཁས་ལེན་གི་མ་རེད་དེ་སྤྱིར་བཏང་ཞིང་ལ་འཆི་བ་ཡི་དོན་དུ་ཚད་མེད་གྲུབ་ཀྱི་ཡོད་མ་རེད་ཞིང་ཤི་ལ་ཡང་ཡོད་མ་རེད་བ། ཞིང་ལ་སྐམ་པའི་བརྡ་འགྱུར་བ་ལས་འཆི་བའི་བརྡ་མི་འགྱུར། ང་ཚོས་དཔེ་བཞག་བྱས་ན་ཤིང་གཅིག་པགས་པ་ཞིག་ནས་དུས་སུ་འཆི་བ་ཡིན་ན་ཡར་ཀ་འདྲ་བོ་དེ་འདྲའི་བཏུས་པ་ཡིན་ན། ཡང་མིན་ན་ཤིང་གཅིག་ལ་རྩ་བ་ལ་ཆུའི་རྩ་བ་ཉིད་ནས་མ་ལུས་པ་ཡིན་ན་བ་རུ་འགྱུར་ལ་ཤིང་དེ་ག་རེ་ཆགས་འགྲོ་གི་རེད་སྐམ་འགྲོ་གི་ཡོད་རེད་བ།

ཁྱི་གླིང་གི་དེ་འདྲའི་བྱེས་ཀྱི་རྣམ་པ་སངས་རྒྱས་པ་ལ་རྒྱུ་ར་ཅིག་གོ་ཡོང་འདི་གང་ལ་ག་འདྲས་ཀྱི་གོ་རེད་ལ་ནི་ཁོ་རང་གི་རྣམ་པ་སངས་རྒྱས་པ་ལ་ལྗོན་ཤིང་འབྱེད་ཀྱི་སེམས་ལྡན་ཡིན་ཏེ་ཞིམ་པ་ཞིག་ན་འཆི་བའི་ཕྱིར་ད་ལྗོན་ཤིང་དེ་སེམས་དང་ལྡན་པ་རེད་ཟེར་ག་ཅིག་ལ་ནི་ཁོ་ཞིམ་པ་ཞིག་ན་ཕོག་པ་ཞིག་ན་ཤི་འགྲོ་གི་རེད་ལ་ནི་ཁྱི་དེ་འདྲས་ཀྱི་རྒྱུ་ར་ཅིག་གོ་བ་ཡིན་ན་རྒྱུ་ར་དེ་ག་རེ་རེད་ལ་ནི་ཤི་སྒོར་ལ་བལྟས་ཏེ་མ་གྲུབ་པའི་གཏན་ཚིགས་ཆགས་འགྲོ་གི་རེད་རྒྱུ་ར་གོ་ས

ཆོས་ཀུན་སངས་རྒྱས་བར་གྱི་ཤིང་ལ་ཞི་བ་ལས་ཤིང་ཆེ་རེ་ཤིང་གསོན་རེ་ལས་དེ་འདྲིས་ཀྱི་ཐ་སྙད་ཁས་ལེན་གྱི་མ་རེད་ཤིང་སྐམ་བར་གྱི་ཐ་སྙད་ཁས་ལེན་གྱི་རེད་ལྟོས་ཟིན་ཡིན་ཙང་སྤྱིར་བཏང་ཤིང་ཆེ་བ་ལ་ཡ་དེ་ཚད་མས་གྲུབ་པའི་ཡ་ཡོད་མ་རེད་ཤིང་ཆེ་ཡ་ཡོད་མ་རེད་སྐམ་ཡ་ཡོད་རེད་འོ་ལྟོས་ཟིན་ཡིན་ཙང་ད་ཞི་རྒོལ་ལ་ཐིག་དེ་མ་གྲུབ་པའི་གཏན་ཚིགས་རེད་ལ་ནི་འོ་ལྟོས་གསུང་གི་ཡོད་རེད་ལ་སོ་ནི་ད་དེ་རིང་གི་ཐིག་ཚུགས་དེ་རྫོགས་སོང།